ང་རང་ཚོའི་མི་ཚེའི་ནང་ལོགས་ལ་ཡང་ཅིག་ཚོད་འཛིན་བྱེད་ཐབས་མེད་པ་ཟེར་ན་འདྲ་འདུག་ཡང་ན་རང་དབང་མི་འདུག་པའི་གནས་ཚུལ་མང་པོ་ཡོང་གི་རོགས། དཔེར་ན་ནད་ན་ཚ་ཕོག་ཡང་འདྲ་བོ་དང་ལས་ཀ་ཤོར་ཡང་འདྲ་བོ་དང་དགའ་རོགས་དང་ཁ་བྲལ་ཡང་འདྲ་བོ་དང་ནང་མི་དང་འབྲེལ་ཐག་ཆད་ཡང་འདྲ་བོ་དེ་འདྲས་ཀྱི་ད་གནས་ཚུལ་ཐབས་སྡུག་པོ་རོགས། སོ་སོའི་ཚོད་འཛིན་བྱས་མི་ཐུབ་པ་རང་དབང་མི་འདུག་པའི་གནས་ཚུལ་དེ་འདྲ་མང་པོ་ཡོང་གི་རོགས། དེ་དུས་ཙང་ནས་ང་ཚོས། ཅིག་རང་ཉིད་ཀྱི་གནས་ཚད་ལས་འདས་པའི་གི་གནས་ཚུལ་ཞིག་ལ་ཡིད་ཆེས་བྱེད་ཨ་རོ་དེ་འདྲ་ཞིག་གི་ད་ག་འདྲ་དད་པ་ཡིད་ཆེས་ཅིག་ཡོད་པ་ཡིན་ན། ཨེ་ན་དེ་ཡིག་གི་རང་གི་སེམས་ཁམས་ཞི་ལྷོད་གཏོང་ཡག་གི་སྐོར་རང་ནུས་པ་ཅིག་སྦྱིན་ཐུབ་ཀི་ཡོད་པ་རེད། དེ་ག་འདྲའི་རེད་ཟེར་ལབ་ཡོད་དཔེར་ན་ཆ་བཞག་པ་ཡིན་ན་མི་གཅིག་ལ་ཡང་དཀོན་མཆོག་གསུམ་ལ་ཡིད་ཆེས་ཡོད་པའམ་ཐ་ན་ཅིག་ཡུལ་ལྷ་གཞི་བདག་འགྲོ་བ་ཅིག་ལ་ཡིད་ཆེས་ཡོད་པ་ཡིན་ན་ཡང་འགྲིག་གི་ཡོད་རེད་གང་ལྟར་ཡང་མི་དེ་ཡིག་གི། ད་ལྟ་འཛམ་བུ་གླིང་འདི་ཡིས་ཀྱིས་མི་ཟད་པ། འཇིག་རྟེན་གྱི་ཁམས་ཆེན་པོ་འདིའི་ནང་ལོགས་ལ་ཡང། ཅིག། ཆེས་མཐར་ཐུག་པའི་ཀྱི། སྒྲིག་འཛུགས་འམ་འགྲོ་སྟངས་ཤིག་ཡོད་པ་ཅིག་དང། ད་ནང་བཞིན་གྱི་དོན་སྙིང་ཆེན་པོ་ལྡན་པ་ཅིག་བསམ་བར་བས་སྤྱི་དང་ནམ་རྒྱུན་ཐ་མལ་པའི་ཀྱི། འཇིག་རྟེན་པའི་ཀྱི་དེ་ནས་བསམ་བློ་གཏོང་སྟངས་ཙམ་མ་ཡིན་པར་དེ་ལས་ལྷག་པའི་ཀྱི། ཅིག། ཆེས་མཐར་ཐུག་གི་སྒྲིག་འཛུགས་སྒྲོམ་འགྲོལ་སྟངས་ཅིག་དང། ཨ་ནེ། སྐྱིད་སྡང་རྣམས་ཀྱིས་ང་ཚོའི་བསམ་བློ་བཏང་སྟངས་ལས་ལྷག་པའི་གི་དོན་སྙིང་ཆེན་པོ་བསྒྲུབ་ཡ་ཡོད་པ་ཅིག་དེ་འདྲ་ཅིག་ཡོད་པ་ཡིད་ཆེས་ཡོད་པ་ཡིན་ན། ད་དེ་འདྲ་བོའི་གི་དད་པ་དང་ཡིད་ཆེས་དེ་གི་སོ་སོ་རང་དབང་མི་འདུ་བའི་གི་ཅིག་སྡུག་བསྔལ་དང། ད་ང་ཅིག་སོ་སོ་ལ་ཡང་དྲང་བདེན་མ་ཡིན་པའི་གི་དེ་འདྲའི་གི་ཅིག། དཀའ་ངལ་བྱུང་བའམ་ཡང་ན་ཆེས་བའི་སྡུག་བསྔལ་དང་པོ་བྱུང་བའི་ཚད་ལ་ཡང་བྱུང་བའི་སྐབས་ལ་ཡང་ཨ་ནི། སོ་སོའི་སེམས་ལ་ཡང་སྡུག་བསྔལ་ཉུང་དུ་གཏོང་ཡག་དང། སེམས་ལ་ཡང་ཅིག་རེ་ས་གཏོད་ས་ཡོད་པ་རུ་དེ་འདྲས་ཀྱི་འཚོ་བ་སྦྱིན་ཐུབ་ཡོད་རེད། སྤྱི་དང་དེང་སང་ཅིག་བོད་རིགས་སྤུན་ཟླ་ཁ་ཤས་ཀྱི་བསམ་བློའི་ནང་ལོགས་ལ་ཡང་ཅིག་དད་པ་ཡིད་ཆེས་བྱེད་ཡག་ཟེར་ཡག་དེ་ཅིག་ཀླད་རྙིང་བག་འཁུམས་ཀྱི་རྣམ་པ་ཅིག་ཡིན་པ་དེ་འདྲས་ཅིག་ལ་ཡང་མཐོང་དེ་ངེས་དེ་འདྲས་ཡོང་དེ་ཡོད་རེད་བ།

ང་ཚོས་ཅིག་ཉེན་ཁ་དང་འགྱུར་བ་ལ་ཡང་གདོང་ལེན་བྱེད་ཐུབ་པའི་གི་ནུས་པའམ་སྙིང་སྟོབས་ཅིག་སྤྲད་ཀྱི་ཡོད་པ་དེ་ཡང་ང་ཚོས་ཤེས་དགོས་པ་དེ་གལ་ཆེན་པོ་ཆགས་བསྡད་ཡོད་པ་རེད། དཔེ་ཆ་བཤད་པ་ཡིན་ན། མི་གཅིག་གི་གསེར་ལ་ཡིན་རིན་ཐང་ཡོད་པ་ཡོད་པ་ཧ་གོ། གསེར་གྱི་འཛའ་གོང་དེ་འཕུར་གྱི་ཡོད་པ་བས་དེང་སང་གསེར་གྱི་འཛའ་གོང་དེ་ཞིག་པོ་འཕར་འགྲོ་གི་རེད་པ། བྱས་ཙང་གསེར་གྱི་འཛའ་གོང་འཕུར་གྱི་ཡོད་པ་དེ་འདྲས་པས་ཡིད་ཆེས་པ་ཡིན་ན་ཨ་ནི་ཁོས་གི་ཐབས་ཤིག་ཅི་ཡོད་བྱས་ནས་པས་གསེར་ཉོ་ཨེ་ཐུབ་ལྟ་གི་རེད་པ། དངོས་གནས་བྱས་པ་ཡིན་ན་གསེར་ཟེར་ཨ་དེ་དོན་དག་དོན་དངོས་ཐོག་ལ་བསྐོ་བཅག་གི་རིགས་ཅིག་རེད་མ་གཏོགས་ད་གད་མ་རེད་པ། ཡིན་ན་ཡང་ད་མི་དེ་གི་གསེར་ལ་ཡང་ཡིད་ཆེས་ཡོད་པ་ཡིན་དུས་སང་དེའི་དོན་དག་ལ་ཡང་དངུལ་མང་པོ་སྤྲད་བྱས་རེད་པ། དངུལ་མང་པོ་སྤྲད་བྱས་ནས་ཨ་ནི་ཐབས་ཤེས་ཡུལ་པོ་རྩ་དྲུག་བྱས་ནས་ཨ་ནི་གསེར། དྲུག་བོར་བ། ཨ་དེ་དཔེ་མཚོན་གཅིག། ཨ་ཡང་དཔེ་གཞན་དག་ཅིག་ཆགས་བྱ་བས་ན་དཔེ་ན་ཚོང་གི་ལས་ཀ་བྱེད་མཁན་ཅིག་ཡིན་པས་ན། ཨ་ཁོ་རང་གི་མ་འོངས་པའི་ཅིག་ཚོན་ཚོང་གི་མདུན་ལམ་རེད། ད་ཨ་ན་བཞིན་ཁོ་རང་ལ་ཚོང་རོགས་དེ་ཚོ་ལ་ཡིད་ཆེས་ཡོད་པས་ཡིན་ན་མ་འོངས་པ་ལ་ཡ་ད། སྤྱི་ཡོངས་ཏན་ཏན་གཅིག་དང་ཁོ་རང་གི་ཤིང་གི་ཡོག་མ་རེད། ཏན་ཏན་གཅིག་ཤིང་གི་ཡོག་མ་རེད་ཡིན་ན་ཡང་ད་དུང་ཁོ་རང་མ་རྩ་བཙུགས་བྱས་ནས་ཚོང་གི་ལས་ཀ་བྱེད་ཀྱི་རེད། དེ་ཡང་དཔེར་ན་གནའ་སྔ་མོ་འགྲོ་བ་གཅིག་ནས་ཚོང་པ་མང་པོ་ཞིག་པའི་གྲུ་གཟིངས་ནང་བསྡད་བྱས་ནས་མཐའ་ཡས་ཀྱི་རྒྱ་མཚོ་བརྒལ་ནས་འགྲོ་གི་ཡོག་རེད་པ།

ཡིན་ན་ཡང་ད་དུང་པའི་དཀའ་ལས་བརྒྱབ་ནས་དཀའ་ངལ་ལ་མ་འཛེམ་པ་བྱེད་ཆེད་ཨ་ནི་གྲུ་གཟིངས་ལས་བསྡད་བྱས་ན་ཚོང་རྒྱག་འགྲོ་གི་ཡོད་རེད། འོ་ད་དེ་དང་དེ་བཞིན་མི་མང་པོ་ཞུ་གཅིག་གིས་ཅིག་སོ་སོའི་གི་ལས་རིགས་དང་སོ་སོའི་གི་མདུན་ལམ་ལ་ཡང་ཡིད་ཆེས་ཡོད་པ་ཡིན་ན། ཨ་ནི་ཡིད་ཆེས་ཡོད་པ་དེ་ལ་བརྟེན་བྱས་ནས་སོ་སོའི་གི། སྔར་འགྲོ་མྱོང་མེད་པའི་ལམ་ཁ་གསར་པ་ཅིག་ལ་ཡང་འགྲོ་ཕོད་ཡག་ཅིག་དང། ད་ག་ནང་བཞིན་གསར་གཏོད་བྱེད་ཕོད་པ་དང་འཚོལ་ཞིབ་བྱེད་ཕོད་པའི་གི་སྙིང་སྟོབས་ཅིག་སྤྲད་ཡོད་རེད་བ། དེ་སྙིང་སྟོབས་དེ་འདྲ་བའི་སྙིང་སྟོབས་ཡོང་ཡང་དེ་གཙོ་བོ་ཅིག་དེ་འདྲ་བའི་ཡིད་ཆེས་ཡོད་པ་དེ་ལ་བརྟེན་ནས་ཡོང་དེ་ཡོད་རེད་བ། དེ་འདྲའི་དད་པ་ཡིད་ཆེས་བྱེད་ཡག་དེ་གར་ཕན་ཐོགས་ཡོད་རེད་ཟེར་ན། ངེས་གཏན་མེད་པའི་གི་གནས་སྟངས་ལ་ཡང་གདོང་ལེན་བྱེད་པའི་སྐབས་ལ་ཡང་དད་པ་ཡིད་ཆེས་ཡོད་པ་དེ་གི་སེམས་ལ་ཡང། ཅིག། ཞི་བདེ་ཡོང་བ་དང་སེམས་ལྷོད་ལྷོད་ཡོང་བ། དེ་འདྲས་ལ་ཡང་ཕན་ཐོགས་ཡོང་བསྡད་ཡོད་པ་རེད། ཡང་ཕྱོགས་གཞན་ཞིག་ནས་བཤད་པ་ཡིན་ན་ང་ཚོའི་ཉེན་ཁ་ལ་ཡང་གདོང་ལེན་བྱེད་པའི་སྙིང་སྟོབས་ཅིག་ཡང་ང་རང་ཚོར་སྦྱིན་གྱི་ཡོད་རེད། ད་དེ་གཅིག་རེད། གཉིས་པ་དེ་ག་རེད་ཟེར་ན་དད་པ་ཡོད་པ་ལ་བརྟེན་ནས་ང་ཚོས་ལས་ཀ་ག་འདྲ་ཞིག་མིན་ནས་འགོ་བཙུགས་ཐུབ་པ་རེད་ཅིག་དང། དེ་ག་རེ་རེད། ག་རེ་རེད། ལས་ཀ་འདི།

དེའི་རྒྱུ་མཚན་ལ་བརྟེན་ནས་མ་འོངས་པ་ལ་ཡང་གནས་ཚུལ་ག་འདྲ་ཞིག་ཡོང་གི་ཡོད་པ་དེ་ང་རང་ཚོས་རྒྱུ་མཚན་དང་རིགས་པའི་སྒོ་ནས་གཏན་ལ་ཕབ་ཐུབ་ཡག་ཡོད་མ་རེད་རྒྱུ་མཚན་དང་རིགས་པའི་སྒོ་ནས་རྒྱ་ཆ་རྒྱག་ཐབས་གཏན་ལ་ཕབ་ཐུབ་གི་མ་རེད། དེ་འདྲ་ཡིན་དུས་ད་ང་ཚོས་མ་འོངས་པ་ལ་ཡང

མདོར་བསྡུས་པ་ཡིན་ན། ང་ཚོས་མི་གཅིག་ལ་ཡང་འབྲེལ་པ་བཟོ་བའི་སྐབས་ལ་ཡང་གལ་ཆེ་ཤོས་དེ་དང་པོ་མི། ཕ་རུལ་པོ་དེ་ལ་ཡང། ཡིད་ཆེས་སྐྱེ་དགོས་པ་དེ་གལ་ཆེན་པོ་ཆགས་ཏེ་ཡོད་རེད། ཡིད་ཆེས་ཡོད་པ་ཡིན་ན་གཞི་ནས་འབྲེལ་པ་བྱེད་འདོད་ཡོང་གི་རེད་མ་གཏོགས་ཡིད་ཆེས་མེད་པ་ཡིན་ན། འབྲེལ་པ་བྱེད་འདོད་ཁོ་རང་ཡོང་ཡ་དེ་ག་ལ་ཁག་པོ་རེད། ཨ་དེ་རྒྱུ་མཚན་གཅིག་རེད་གཉིས་པ་དེ་ཨ་ང་རང་ཚོ་མི་མང་པོ་གཅིག་ད་ཆུང་དུས་ནས་པའི་སློབ་སྦྱོང་བྱས་ཨན་ཐར་པའི་བསླབ་གྲྭ་ཆེན་མོའམ་ཡང་ན་ཞིབ་འཇུག་སློབ་མ་ཐ་དེ་འདྲས་ཆགས་ཡོད་དུབ་བཏགས་ཡོད་རེད་དེ་འདྲས་བྱས་དགོས་ཡག་གི་རྒྱུ་མཚན་ནི་ག་རེད་ཟེར་ན་དུས་ཡུན་རིང་པོ་ཞིག་ལ་ཡང་སློབ་སྦྱོང་བྱས་སློབ་སྦྱོང་ཡག་པོ་བྱས་དེ་འདྲའི་འབད་རྩོལ་བྱས་པ་ཡིན་ན་མ་འོངས་པ་ལ་ཡང་ཀྱི་སོ་སོ་མི་ཚེ་བཟང་པོ་ཅིག་སྐྱེལ་ཐུབ་ཡ་མི་ཚེ་ཡག་པོ་ཅིག་སྐྱེལ་ཐུབ་རེད་བསམ་བསམ་དེ་འདྲའི་གི་རེ་བ་ཡོད་པའི་དབང་གིས་ད་ང་ཚོས་འབད་རྩོལ་བྱེད་དེ་ཡོད་རེད། དེ་འདྲ་ཡིན་ད་དེ་ཕྱོགས་གཞན་ཞིག་ནས་བཤད་པ་ཡིན་ན་ང་ཚོས་དུས་ཡུན་རིང་པོ་ཅིག་ལ་སློབ་སྦྱོང་བྱས་པ་དེ་གི་མ་འོངས་པ་ལ་མདུན་ལམ་འོད་ཟེར་དེ་ལྡན་པ་ཅིག་ཡོང་ཡ་གི་རེ་བ་དང་ཡིད་ཆེས་ཡོད་པའི་དབང་གིས་ང་ཚོ་སློབ་སྦྱོང་བྱེད་འབད་རྩོལ་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་དུས། དད་པ་དང་ཡིད་ཆེས་བྱེད་ཡག་དེ་གིས་ང་ཚོ་པས་ལས་ཀ་གསར་པ་ཅིག་རྩོམ་ཡག་གིས། མགོ་འཛུགས་བྱེད་ཡག་གི་ལྟ་སྐོར། ཐག་གཅོད་ཀྱི་ནུས་པ་ཟེར་ན་འདྲ་འདུག་མགོ་རྩོམ་ཐུབ་ཡག་གིས། དེ་ཤུགས་འགྲོ་པོ་དེ་ནི་དད་པ་དང་ཡིད་ཆེས་དེ་གིས་ང་ཚོ་ལ་སྤྲད་ཡོད་རེད། ཡིད་ཆེས་ཀྱིས་ང་ཚོ་འགུལ་སྐྱོག་རྒྱག་བཅུག་ཡོད་རེད་ཡིད་ཆེས་ཡོད་པ་ལ་བརྟེན་ནས་ང་ཚོ་ལས་ཀ་མགོ་བཙུགས་ཐུབ་ཡོད་རེད་མ་གཏོགས་པས་ཀྱི། ཚང་སློབ་པའི་རྒྱུ་མཚན་ལྡན་པའི་སྒང་ལ་བསམ་བློ་གཏང་དགོས་པ་ཡིན་ད་དེས་ག་ལ་ཧ་གོ་ར་མ་འོངས་པ་ལ་གནས་ཚུལ་ག་རེ་འབྱུང་གི་ཚང་མ་ཧ་གོ་གོ་ཐུག་མ་རེད་བ་དེ་འདྲ་ཡིན་དུས་དེའི་རྒྱུ་མཚན་བསྟན་ནས་ད་ང་ཚོས་རྒྱུ་མཚན་དང་རིག་པ་གཅིག་པོའི་ཐོག་ནས་འགྲོ་ག་བསམ་པ་ཡིན་ན་འགྲོ་ཐུ་ཧ་མེད་པ་ཞིག་རེད་ད་དེ་ནས་རྒྱུ་མཚན་གསུམ་པ་ཅིག་ག་ར་རེད་ཟེར་ན་སྡུག་བསྔལ་ལ་དོན་སྙིང་འབྱུང་ཡ་ཡོད་པ་ས་དེ་རེད་སྡུག་བསྔལ་ལ་དོན་སྙིང་འབྱུང་ཡ་ཡོད་པ་ས་དེ་ག་རེ་ཟེར་ན་དཔེར་ན་ང་ཚོའི་མི་ཚེའི་ནང་ལོགས་ལ་ཡང་སོ་སོའི་འགྱུར་བ་གཏོང་མི་ཐུབ་པའི་གི་ཅིག་སྡུག་བསྔལ་དང་དཀའ་ངལ་མང་པོ་ཅིག་འབྱུང་དགོས་རུང་བ། དཔེར་ན། ཡོལ་བ་བརླག་པ་འདྲ་བོ་དང་ཕམ་ཁ་བྱུང་བ་འདྲ་བོ་དང་ན་ཚ་ཕོག་པ་འདྲ་བོ། ད་དེ་འདྲས་གི་གནས་ཚུལ་བྱུང་པའི་དཀའ་སྡུག་ལ་ཡང་རིག་པ་དང་རྒྱུ་མཚན་གྱི་སྒོ་ནས་བསམ་བློ་བཏང་ན་དག་ཅིག་བསམ་གཏོང་དུ་ཡང་དཀའ་ལ་ཁག་པོ་འདུག་བ། དཔེར་ན་ང་ལ་སྡུག་པོ་འདི་འདྲའི་འབྱུང་དགོས་ཨ་གང་ཡིན་ན་བསམ་བསམ་རུང་དང། སྡུག་པོ་དེ་ཡང་ང་རང་གཅིག་པུ་ལ་འབྱུང་དགོས་ཨ་ག་རེ་ཡིན་ན་བསམ་བསམ་རུང་དེ་འདྲའི་གི་བསམ་བློ་འདི་འདྲའི་ཁོ་ཡོང་གི་འདུག་བ། ཡིན་ན་ཡང་དད་པ་དང་ཡིད་ཆེས་ཡོད་པ་ཡིན་ན། ད། འགྱུར་བ་ནི་གཏོང་ཐུག་ཡོང་མ་རུང་སོ་སོ་འགྱུར་བ་ནི་གཏོང་ཐུག་ཡོང་མ་རུང་འགྱུར་བ་གཏོང་མི་ཐུབ་པའི་སྡུག་བསྔལ་དེ་ཚོ་ལ་ཡང་བསམ་བློ་བཏང་སྟངས་དམིགས་བསལ་ཅིག་ཡོང་གི་རེད། དཔེར་ན། འོ། འདི། སྡུག་བསྔལ་ཡོང་ཡ་དེ་ལ་ཡོད་པའི། དོན་དག་དམིགས་བསལ་ཅིག་དོན་སྙིང་དམིགས་བསལ་ཅིག་ཡོད་བསམ་བསམ་རུང་ཡང་ན་འདི་སྦྱོང་བརྡར་འདྲ་བ་ཅིག་སོ་སོ་ཡར་རྒྱས་ཡོང་ཡ་གི་སྦྱོང་བརྡར་འདྲ་བ་དམིགས་བསལ་ཅིག་ཡིན་བསམ་བསམ་རུང་དེ་འདྲའི་ཅིག་ངོས་འཛིན་བྱེད་ཐུབ་པ་ཅིག་ཡོང་འདུག་བ། དེ་འདྲ་ཡིན་དུས་དད་པ་དང་ཡིད་ཆེས་ཡོད་པ་ཡིན་ན་ལམ་སང་ད་སྡུག་བསྔལ་མེད་པ་བཟོ་ཐུབ་མ་རེད། ཡིན་ན་ཡང། དད་པ་དང་ཡིད་ཆེས་ཡོད་པ་དེ་ལ་བརྟེན་ནས་ཨ་ནི་སྡུག་བསྔལ་གྱི་མིའི་སེམས་ཁམས་འཐོར་ཞིག་ཏུ་འགྲོ་ཡའམ་རེ་བ་བརླག་ཡ་དེ་བཀག་འགོག་བྱེད་ཐུབ་པ་རེད་བསམ། དཔེར་ན་ང་ཚོ་གཅིག་བུད་མེད་རྒན་རབས་མང་པོ་གཅིག་གིས། སོ་སོ་ལ་ཡང་སྡུག་བསྔལ་བྱུང་བའི་སྐབས་ལ་ཡང་ཁོ་ཚོའི་བསམ་བློ་ག་འདྲ་གཏང་དགོས་ཨང་བསམ། འོ་ད་འདི་ཅིག་ཆོས་སྒྲུབ་པའི་བར་ཆད་ཅིག་ཡིན་བསམ་བསམ་རུང། ཡང་ན་སོ་སོའི་གི་ཉམས་རྟོགས་ཀྱི་དྲོད་ཚད་ག་འདྲ་ཅིག་ལ་སླེབས་ཡོད་མིན་གྱི་ཅིག་ཉམས་སུ་ལེན་ཡག་ཅིག་ཡིན་བསམ་བསམ་རུང་དེ་འདྲ་ཅིག་ལ་ཡང་ངོས་འཛིན་བྱས་བྱས་བར་ཆད་དེ་མ་སེལ་ཐབས་དང་ཁ་བསྒྱུར་ཐབས་ཅིག་བྱེད་ཀྱི་རེད་བ། དག་ན་ཞེས་མཚམས་ཙམ་ཡང་ཅིག་བར་ཆད་བྱུང་ཡང་དེ་གིས། སོ་སོ་རང་ཉིད་ཡང་དག་པའི་ལམ་ལ་ཡང་ཞུགས་ཡོད་པའི་རྟགས་མཚན་ཅིག་ཡིན་པ་དེ་འདྲ་ཅིག་མི་ཚེ་ཕྱི་གར་བར་ཆད་དེ་གང་གང་མེད་ན། ད་བར་ཅིག་སོ་སོས་ཀྱིས་ཆོས་སྒྲུབ་ཡག་ལ་ཡང་འབད་རྩོལ་བྱེད་ཀྱི་མེད་པའི་རྟགས་འགྲོ་ཅིག།

ཚོང་ཟོག་སྒྲིབ་སྦྱང་ལ་ཡང་འབད་རྩོལ་བྱེད་ཡག་གི་སྐུལ་མ་འདྲ་བོ་ཅིག་ལ་ཡང་འགྱུར་འགྲོ་གི་ཡོད་རེད་མ་གཏོགས་པས་ཡང་དེ་བར་ཆད་དང་སྡུག་བསྔལ་བྱུང་བ་དེ་ལ་བརྟེན་ནས་ཀོ་སེམས་ཤུགས་ཆག་ཡག་འདྲ་བོ་ཅིག་དང་སེམས་དཔའ་ཞུམ་ཡག་འདྲ་བོ་ཅིག་དེ་འདྲ་ཅིག་མ་ཆག་པ་དེ་འདྲ་ཡོང་སྡིག་འདུག་ག་དེ་ཡང་ཀོ་བསམ་སྟངས་དང་ཁྱད་པར་རེད་འདུག་ག། ད་གཞན་དག་དཔེ་མཚོན་གཞན་དག་ཞུས་པ་ཡིན་ན་དེ་ཕྱི་རྒྱལ་གྱི་དེ།

དོན་སྙིང། ང་རང་ཚོ་དོན། ག་རེ་བ། དོན་དང་ལྡན་པ་གསང་བ་རེད། དོན་དང་ལྡན་པའམ་དོན་སྙིང་གི་གསོ་བཅོས་ཟེར། དེ་འདྲའི་ཅིག་གི་འདོད་ཚུལ་ཅིག་གོང་གི་བཏོན་ཡོད་པ་རེད། ཁོང་དེ་སེམས་ཁམས་རིག་པ་མཁས་པར་བཞེད་འདུག་ཨ། ད་དེའི་གོ་དོན་དེ་ག་རེ་ཟེར་ཁོ་རང་གི་བྲིས་བྱ་བའི་གི་དེབ། དོན་སྙིང་ལྡན་པའི་གི་མི་ཚེ་སྐྱེལ་ཐབས་ཟེར་ཡང་དེའི་ནང་ལོགས་ལ་ཡང་ཁོ་རང་གི་འགྲེལ་བརྗོད་བྱས་ཡོད་པ་རེད། ཁོང་གི་ག་རེ་འགྲེལ་བརྗོད་བྱས་ཡོད་རེད་ཟེར་སྐབས་དེ་དུས་ས་གནས་འཛམ་གླིང་མང་ཆེན་གཉིས་པའི་སྐབས་ལ་ཡང་ཨ་ནེ་ཁོང་པས་ད་ལྟ་དེ། བཙོན་ར་པའི་ཞེ་རང་ཚ་པོ་ཞིབ་ཅིག་ལྟ་དེའི་ནང་ལོགས་ལ་ཡང། ཅིག་ཧ་ཅང་ཐབས་སྡུག་པའི་གི་གནས་སྟངས་མང་པོ་ཅིག་ལ་ལྟ་ཞིབ་བྱས་པ་བརྒྱུད་བྱས་ནས་ད་ཁོ་རང་གིས་དེ་ཚོ་ལ་ཞིབ་འཇུག་བྱས་ནས་ཁོང་རང་མཐའ་མ་ཐ་མ་དེ་ལ་ག་རེ་བཤད་པ་རེད་ཟེར་ན་འགྲོ་བ་མིའི་རིགས་ཀྱི་པའི་རྩ་བའི་འགུལ་ཤུགས་ཟེར་ན་འདྲ་འདུག་རེད་བ། ཅིག་པའི།

ནུས་པ་ཆེ་ཆུང་བསམ་པ་སེམས་ཤུགས་ཆེ་ཆུང་དེ་འདྲ་ཅན་ལ་རག་ལས་འདུག་འདུག། དེ་ཡང་ཁོ་རང་གི་དེབ་དེའི་ནང་ལོར་ག་རེ་བྲིས་ཡོད་རེད་ཟེར་ན། གཅིག་བསྡུས་ཀྱི་བཙོན་རའི་ནང་དེ་དག་དེའི་དེབ་སོགས་རྒྱག་སའི་གི་བཙོན་ར་དེའི་ནང་ནས་འཐང་མཁན་གྱི་བཙོན་པ་དེ་ཚོ་ལ་ཡང་ཐུན་མོང་གི་ཁྱད་ཆོས་ཅིག་ཡོད་རེད་ཟེར། ཁོ་ཚོ་ཚང་མ་རོ་ལ་ཐུན་མོང་གི་ཁྱད་ཆོས་ཅིག་ཡོད་རེད། ཐུན་མོང་གི་ཁྱད་ཆོས་དེ་ག་རེ་རེད་ཟེར་ན། ཁོ་ཚོའི་གི་ད། ནང་སེམས་ཀྱི་ཅིག། ནུས་སྟོབས་ཟེར་ན་འདྲ་འདུག་ཡང་ན་ཅིག་སེམས་ཤུགས་དེ་མ་ཆག་པ་བྱེད་ཅིག་མུ་ཅུད་མུ་མཐུད་རྒྱུན་སྐྱོང་བྱེད་ཐུབ་པ། དེ་རེད་འདུག་ཡང་རེད། དེ། ད་ཁོ་ཚོའི་གི་སེམས་ཤུགས་མ་ཆག་པ་བྱེད་ཅིག་མུ་མཐུད་ནས་ཅིག་རྒྱུན་སྐྱོང་བྱེད་ཐུབ་པའི་རྒྱུ་མཚན་དེ་ག་བ་ཐུག་འདུག་ཡང་རེད་ས་ན། ཁོ་རང་ཚོའི་གི་མི་ཚེའི་ནང་ལོར་ལ་ཡང་ད་དུང་ཡིན་ན་ཡང། དམིགས་ཡུལ་གཅིག་དང་དོན་སྙིང་གཅིག་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཁོ་ཚོས་མུ་མཐུད་ནས་སེམས་ཤུགས་མ་ཆག་པ་བྱས་རྗེས་ནས་གསོན་པོ་གནས་ཐུབ་པ་བྱུང་ཡོད་རེད། དེ་འདྲ་བྱས་རྗེས་ཁོང་གསོན་ཡོད་རེད། བྱས་ཙང་ཁོ་རང་གི་བསམ་ཚུལ་དང་བྱས་པ་ཡིན་ན། མི་གཅིག་གིས་སོ་སོའི་གི་མི་ཚེའི་ནང་ལོགས་ལ་ཡང་དོན་སྙིང་ཁྱད་པར་ཅན་ཡོད་པ། ཨམ། བཤད་པ་ཡིན་ན། ད་དེ་འདྲ་བའི་དོན་སྙིང་ཁྱད་པར་ཅན་དེ་ཡང་གང་ལ་བརྟེན་ནས་ཡོང་དགོས་བ་རེད་ཟེར་ན་དོན་སྙིང་ཁྱད་པར་ཅན་ཟེར་ཡང་ན་ཁྱོད་ལ་ཆོས་ལ་དད་པ་ཡོད་པ་ན་དེ་འདྲས་ལ་བརྟེན་བྱས་ནས་ཁོ་རང་དོན་སྙིང་ཁྱད་པར་ཅན་ཡོད་པ་དེ་ཤེས་དགོས་བ་རེད་ཡང་མེད་ན་ཅིག་སོ་སོའི་སེམས་ལ་ཡང་གཏད་སོ་འགྲོ་བ་ཅིག་དེ་ན་སོ་སོའི་གི་ད་ཕྱི་ལོགས་ལ་ཅིག་ནང་མི་འགྲོ་བ་ཡོད་པ་ཡང་ན་ཅིག་སོ་སོའི་སེམས་དགའ་ས་རུ་ཅིག་ཡོད་པ་ཡིན་ན་ད་དེ་ཅིག་ཐུགས་དབུགས་ཡོད་བསམ་བསམ་རུང་ཅིག་དེ་འདྲའི་ཅིག་གི་རེ་བ་དང་ཡིད་ཆེས་ཡོད་པ་བྱས་བྱས་དེའི་རྒྱུ་མཚན་ཏན་ཏན་ཏག་གོ་སེམས་ཤུགས་མ་ཆག་པ་བྱས་ནས་ཡོང་ཡ་ཅིག་ཡོང་གོ་རོ་བ། འོ་ད་དེ་ནས་དུས་ཉིན་ཁྱད་པར་ཅིག་ཡོད་པ་བཤད་པ་ཡིན་ན་ཨ་ནི་མི་དེ་གི་པེ་གནས་སྟངས་ག་འདྲི་ཅིག་གི་འོག་ལ་ཡང་འཚོ་དགོས་པ་ཡིན་ན་ཡང་ད་ཁོས་གི་ཅིག་དེ་གི་སྡུག་བསྔལ་དང་དཀའ་ངལ་ག་འདྲི་ཅིག་བྱུང་པ་ཡིན་ན་ཡང་དེ་བཟོད་ཐུབ་པ་ཅིག་ཡོང་གོ་རེད། བར་གྱི་སྡུག་བསྔལ་དང་དཀའ་ངལ་ག་འདྲས་ཀྱི་ཡོད་པའི་ནད་ཕལ་ཆེ་བ་དེ་བཟོད་ཐུབ་པ་ཅིག་ངོ་རེད། དུས་སྙིང་ཡོད་པའི་འཚོ་བ་ཐད་ལ་བརྟེན་བྱས་ནས་གསོན་པོ་གསོན་པོ་ལ་ཡང་བདེ་ཡག་གི་ཅིག་ནུས་སྟོབས་གཞན་དང་མ་འདྲ་ཅིག་སོ་སོའི་གི་ད་ཅིག་གར་ཤོར་བས། ད་ནམ་རྒྱུན་སྤྱི་བཏང་མི་འདོད་ཅིག་ཡིན་ན་ད་དེ་འདོད་པའི་གསོན་པོ་གནས་ཐུ་ཡ་དཀའ་ལས་ཁག་པོ་ཡིན་ན་ཡང་ད་ཁོ་རང་ལ་སེམས་ཤུགས་ཞིབ་ཅིག་ཡོད་པ་ཡིན་ན་དེའི་རྒྱུ་མཚན་ལ་བརྟེན་ནས་ཨ་ནེ། ཅིག་ག་རེ་བས་གསོན་པོར་གནས་ཡག་གི་བའི་ཐབས་ཤེས་བྱས་རྗེས་དཀའ་ངལ་ག་འདྲས་ཅིག་བྱུང་པ་ཡིན་ན་དེ་བཟོད་སྲན་བྱས་ཐུབ་པ་འགྲོ་པ་ཅིག་ཡོང་གི་རེད། བྱས་ཙང་ཁོང་གི་སྙན་གྲགས་ཆེ་བའི་གི་ལེགས་བཤད་ཅིག་ག་རེ་ཟེར་ན། སྤྱི་ཡི་ཆེད་དུ་འཚོ་བ་ཡིན་པ་ཤེས་མཁན་གི་མི་དེ་གིས་ཅི་འདྲ་བྱས་ནས་འཚོ་དགོས་ཀྱང་སྡུག་བསྔལ་ཐམས་ཅད་ཁོས་བཟོད་ཐུབ་གི་རེད་ཟེར་ཏེ་ཁོང་གི་ལེགས་བཤད་ཅིག་ཆགས་འདི་ཡོང་གི་རེད། ད་ནས་བཞིན་ཁོང་གི་ལེགས་བཤད་ཡང་སྐད་གྲགས་ཅན་གཞན་དག་ཅིག་ཡོད་པ་དེ་གང་རེད་ཟེར་ན། མི་གཅིག་གིས་པའི་ཡོད་ཚད་དེ། ཨ་ནི། མི་གཞན་དག་གིས་བཙན་འཕྲོག་བྱེད་ཆོག་གི་རེད། ཡིན་ན་ཡང་འཕྲོག་མི་ཐུབ་པ་ཅིག་ཡོད་རེད། དེ་གང་རེད་ཟེར་ན། འགྲོ་བ་མིའི་རིགས་ཀྱི་ཆེས་མཐའ་མའི་གི་རང་དབང་དེ་རེད། རང་དབང་དེ་གང་རེད་ཟེར་ན། གནས་སྟངས་ག་འདྲ་ཅིག་གི་འོག་ལ་ཡིན་ན་ཡང་སོ་སོའི་གི་ལྟ་ཚུལ་ག་རེ་ཡིན་པ་དང། སོ་སོའི་གི་ལམ་ཁ་ག་འདྲི་ཅིག་གར་ཞོར་བདམས་མ་བདམས་ཟེར་ཡང་དེ་སོ་སོའི་ལག་པ་ཡོད་རེད། དེ་མི་གཞན་དག་གིས་འཕྲོག་ཐུབ་གི་མ་རེད། ད་དེ་ག་རེ། ཟི་གེ་ཨར་སི་ལབ་ཡིན་ན། ང་ཚོ་པའི་གནས་སྟངས་ག་འདྲ་ཞིག་གི་ནང་ལོར་ཡལ་བ་ཡིན་ན་འདྲ་ཁོར་ཡུག་དང་པའི་གནོན་ཤུགས། ད་ནང་བཞིན་སྐད་ཅིག་གིས། མི་ག་འདྲ་ཞིག་དང་མཉམ་དུ་ཡལ་བ་ཡིན་ན་ཡང། སོ། མི་དེ་གི་སེམས་ལ་ཡ། ཏའི་སོའམ། ཡང་ན་མི། མི་དེ་གི་སེམས་ལ་དད་པ་དང་ཡིད་ཆེས་ཡོད་པ་ཡིན་ན། ཁོ་ལ་ད་དུང་རང་དབང་ཡོད་རེད། དད་པ་དང་ཡིད་ཆེས་མེད་པ་ཡིན་ན། རང་དབང་ཡོད་མ་རེད་རང་དབང་བརླག་ཚར་རེད། སུ་གང་གིས་ཀྱང། ཁོ་ལ་དད་པ་དང་ཡིད་ཆེས་ཡོད་པ་ཡིན་ན་སུ་གང་གིས་ཀྱང་ཁོ་མ། མ་རིག་ཐུག་མ་རེད། སུ་གང་གིས་ཀྱང་ཁོ་གཏོར་བཅོམ་བྱེད་ཐུག་མ་རེད། དཔེར་ན། སྡུག་བསྔལ་དང་དཀའ་ངལ་ཆེན་པོ་དཔེར་ན་གསོག་མི་ཐུབ་པའི་ན་ཚ་ཕོག་པ་འདྲ་བོ་དང་ཡང་ན་རྦད་དེ་ཕམ་ཁ་ཤོར་བ་རེད་པོ་དེ་འདྲས་བྱུང་བ་ཡིན་ན་ཡང་ད་དུང་ཁོའི་གི་སེམས་ཀྱི་ནང་ལོགས་ལས་ཡང་དེ་འདྲས་ཀྱི་བའི་དད་པ་དང་ཡིད་ཆེས་ཡོད་པ་ཡིན་ན་ད་དུང་ཅིག་སོ་སོའི་སོ་སོ་དོན་དང་ལྡན་པ་ཅིག་ཡིན་པའི་གི་ཚོར་བ་ཅིག་ཡོང་གི་རེད། གལ་སྲིད་དེ་ལས་ཟློ་བར་བྱས་ནས་མི་དེ་གི་སེམས་ཀྱི་ནང་ལོགས་ལ་ཡང་ཅིག་མི་ཟིལ་གྱི་དོན་སྙིང་ངམ། ཅིག་རང་ཉིད་འཚོ་དགོས་པའི་གི་དགོས་པ་རྒྱུ་དགོས་དོན་དེ་བསླབ་པ་ཡིན་ན་ཨེ་ནས་སེམས་སྟོང་ལྷང་ལྷང་ཅིག། ཅིག་གར་སོ་རེད། པའི་དེ་མི་ཚེ་འདི་འདྲའི་སྐྱེ་ཡག་འདིར་ཆོ་མེད་པར་འགྲོ་བ་ཅིག་དང་ཡིད་སྐྱོ་ལྷང་ལྷང་འགྲོ་བ་ཐ་ན་ཅི་རང་སྲོག་རང་གིས་གཅོད་དགོས་སམ་བསམ་རུང་དེ་འདྲས་ཀྱི་བློ་འཁོར་སྲིད་ཀྱི་རེད། དེ་འདྲས་ཡིན་དུས་ས་གནས་ད་ལྟ Francos ཡག་གིས་དེའི་མཁས་པ་དེ་གིས་ཁོ་རང་གི་དུས་རབས་ཉི་ཤུ་པའི་གི་དཀྱིལ་ཙམ་ནས་ཨང་ལུང་བསྟན་བརྒྱབ་ཡོད་རེད། ལུང་བསྟན་ག་རེ་བརྒྱབ་ཡོད་རེད་བསམ་ན་དེང་སང་གི་སྤྱི་ཚོགས་ནང་གི་མི་མང་པོ་ཅིག་སོ་སོའི་གི་མི་ཚེའི་གི་དོན་སྙིང་དེ་བརླག་འགྲོ་གི་ཡོད་རེད། ང་ལའང་འགྲོ་གི་ཡོད་རེད། དེ་འདྲའི་ཆེད་ཀྱི་ཁོ་རང་གི་དེ་ནས་ལུང་བསྟན་རུ་བརྒྱབ་ཡོད་རེད། དེང་དུས་ཀྱི་ད་མི་མང་པོ་ཆེ་དེས། ད་དོན་སྙིང་བླངས་འགྲོ་དགོས་པའི་རྒྱུ་མཚན་ག་རེད་ཟེར་ན་ཕྱོགས་གཅིག་ནས་སྲོལ་རྒྱུན་གྱི་རིན་ཐང་གི་ལྟ་བ་མང་པོ་བྱོར་བ། སྲོལ་རྒྱུན་གྱི་རིན་ཐང་གི་ལྟ་བ་དེ་ཚོ་རིམ་པས་ཤེས་འདུག་ཨ་ནི་དེ་ལ་ཡག་ཅིག་སྲོལ་རྒྱུན་གྱི་རིན་ཐང་གི་ལྟ་བ་དེ་ཚོ་ལ་མི་ཚོས་ཀྱི། གར་ཞུ་བའི། དགའ་པོ་མི་བྱེད་པའམ་དེ་ག་ཚོད་ཅིག་གི་མཐོང་ཆེན་མི་བྱེད་པ་བྱས་སྲོལ་རྒྱུན་གྱི་རིན་ཐང་གི་ལྟ་བ་དེ་ཚོ། ག་ལི་ག་ལི་བྱས་ཉམས་འགྲོ་གི་ཡོད་རེད། དེའི་སྒང་ལ་ཡང་སོས་སོས་ཀྱི་མི་ཚེའི་དུས་སྙིང་ལས། མི་ཚེ་ལས་ཡང་ཅིག་སྙིང་བོ་ལེན་ཡག་གི་དེ་འདྲའི་གི་བེ་གར་ཤོར་བའི། བསམ་བློ་གསར་པ་འགྲོ་བ་ཅིག་དང་འགན་ཁུར་གསར་པ་ཅིག་ལེན་མ་ཐུབ་པ་ཡིན་མིན་ན། ཨ་ནི་མི་ཚེ། ཅིག་སོ་སོའི་སེམས་དེ་སྟོང་ལྷང་ལྷང་འགྲོ་བ་ཅིག་དང་མི་ཚེ། ཅིག་གར་ཤོར་གསོན་པོ་བསྡད་པ་ཡིན་ན་ཆོ་མེད་པར་འགྲོ་བ་ཅིག། སོ་སོའི་གི་ཨ་ནི་མ་འོངས་པའི་མདུན་ལམ་དང་ཁ་ཕྱོགས་གར་ཡིན་པ་དེ་གང་ཡང་མཐོང་ཡ་མེད་དེ་ངེས་རུང་དེ་འདྲའི་ཅིག་གི་གནས་སུ་ལྷུང་ཡག་གི་ཉེན་ཁ་ཡོད་རེད། ཞེས་དང། དེའི་རྒྱུ་མཚན་ལ་བརྟེན་ནས་མི་གཟིགས་ཀྱི་དོན་སྙིང་བརླག་སྟེ། ནི། མི་སྒེར་ཁ་ཤས་ཅིག་གི་སེམས་ཁམས་ཀྱི་གནས་སྟངས་ཤིག་མ་ཡིན་པར་དུས་རབས་ཅིག་གི་ནས་མི་མང་པོ་ཅིག་གིས་ད་ག་རེ་སེམས་ཀྱི་ན་ཚ་རུབ་ཅིག་ཆགས་ཏེ་ཡོད་པ་རེད། ཞེས་དང། དེ་དེ་དེང་སང་འཛམ་བུ་གླིང་གི་ཐོག་ལ་ཡང་ཡོང་སྟེ་ཡོད་རེད། དེ་ནས་དེའི་རྒྱུ་མཚན་ལ་བརྟེན་ན་དད་པ་དང་ཡིད་ཆེས། ད་ནི་མི་ཚེ་ལ་དོན་སྙིང་ལྡན་པ་ཅིག་ཡིད་ཆེས་བྱས་ཡག་དེ་གལ་ཆེན་པོ་ཞིག་འདུག་བྱས་ཙང་དེའི་རྒྱུ་མཚན་བསྟན་ནས་ཁོང་དངོས་ཡོད་ཀྱི་ང་ཚོའི་འཚོ་བའི་ནང་ལོགས་ལ་ཡང་དད་པ་དང་ཡིད་ཆེས་ཡོད་པ་ཡིན་ན་ཁོ་རང་ཅིག་མཁར་གཏུགས་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་ཅིག་དང་ཨ་ནི་ནུས་པ་ཡོད་བསྡད་པ་ཅིག་བྱེད་གི་ཡོད་རེད་མ་གཏོགས་དེ་དགའ་ས་ཡང་ཅིག་ཆོས་ལུགས་ཀྱི་ཅིག་དད་མོས་ཙམ་ཞིག་དང་ཡིད་ཆེས་ཙམ་ཞིག་བྱེད་གི་ཡོད་མ་རེད་དེ་འདྲ་ཡིན་དུས་ས་ནས་དེ་ཡང་ང་ཚོའི་ཐུགས་ལ་བཞག་པ་ཡང་དེ་གལ་ཆེན་པོ་མིན་འགྲོ་བསམ་གྱི་འདུག་ལགས་སོ་ད་དེ་རིང་འདི་ག་ཚོད་ཀྱི་མཚམས་བཞག་པའི་འགྲིག་མིན་འགྲོ།